རེད། བརྩེ་ལྡན་གྱི་ས་འཁོན་ལ་འགྱིང་མཚམས་འདི་ནས་བགྱིས་ན་དབུས་ཀྱི་སྙན་ངག་འཁོན་མང་གྲགས་ཅན། གཉན་ཆེན་ལགས་ཀྱིས་སྙན་ངག་འཁོན་ཞིག་ལ་ཚང་དགོས་པའི་མ་མཐའི་ཆ་རྐྱེན་ཞེས་པ་བརྗོད་དོན་དུ་བཞག་ནས་གཙང་བཤེར་གནང་རྒྱུ་རེད། འོ་ད་དེ་ནས་སྙན་ངག་གི་ཕ་ཁྱིམ་ཟེར་བའི་ད་སྙན་ངག་ཆེ་ཕྲའི་རང་བཞིན་ཅན་གྱི་ད་སྐད་འཚོམས་ཟེར་ན་དྲ་འཚོམས་ཟེར་ན་འདི་ཚུགས་ནས་ད་ལོ་འཁོར་ཧྲིལ་བོ་དཀྲུགས་ཏག་ཏག་འཁོར་བའི་ད། མཛད་སྒོའི་གི་ད་དེ་ཕྱིན་ཚུན་ན་མཛད་སྒོའི་གི་དགའ་སྟོན་ཐེམ་སྒྲིག་གི་ཉི་མ་གཉིས་པ་འདི་ལ་ཨ་ནི། ད་གྲྭ་བཙུན་འདི་རྣམས་ལ་གཞིགས་པའི་ད་དགེ་རྒན་ཆེན་མོ་བ་རྣམས་པ་དང་དགེ་རྒན་རྣམས་པ། ད་ག་ནང་བཞིན་གི་ད་མཁས་དབང་རྣམས་པ་དང་ད་འདི་ནང་ནས་བླ་མ་གྲྭ་བ་ར་མང་ཙ་གི་གཞིགས་ས་རེད་དེ་དང་དེ་མ་ཡིན་པའི་ད་ནང་གི་ཉེ་ངག་བ་ར་སྒྱུར་བྱེད་པ། ད་བོད་ཕྱི་ནང་གི་དྲ་གྲོགས་ཕོ་མོ་ཕ་ནུ་མང་ཧྲང་ལྷན་རྒྱས་ཚང་མ་ལ་ངས། ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལགས་ཞུ་གི་ཡོད། འོ་ད་ནི་ད་སྙན་ངག་སྙན་ངག་གི་ཕ་ཁྱིམ་གྱི་ད་གསོ་ཉེར་བ་ཟིན་ན་འདྲ་འདི་ནང་གི་འཆད་ཁྲིད་གནང་མཁན་གྱི་དགེ་རྒན་ཟིན་ན་འདྲ། ད་ནི་ད་དྲ་ཚོམས་འདིའི་ད་ཚོགས་གཙོ་རིགས་ཀྱི་གྲོགས་པོ་རྒན་འབའ་སྲས་ལགས་གཙོ་བྱས་ནས་ད་ནི་ད། རྣམ་པ་ཚོ་ལ་དགོངས་ན་ད་ལྟ་ཚོགས་གཙོ་ལ་ངས་འཚམས་འདྲི་ཞུ་ཡ་དེའི་བར་ནས་ཆད་སོང་ཟིག་འཚམས་འདྲི་ཞུ་གི་ཡོད་ད་ནི་ད་ང་ཚོ་དེ་ཡོ་རུབ་དང་ད་ནི་བོད་ནང་དང་ད་ནི་ད་རྒྱ་གར་དང་འདི་མོ་གི་ད་ཡེ་ལོང་མ་ང་ཟིག་ལ་ཁ་འཐོར་ཡོད་ད་ཆོག་ནས་ཐབས་ཀི་ད་ཁར་སང་དེ་ཟད་བསྒྲགས་དེའི་ནང་ལོགས་ན་ད་ང་ཆུ་ཚོད་གཉིས་ར་སྐར་མ་ལྔ་གི་ལ་ཁ་གི་ཡིན་ཟིག་ནས་དེ་བཤད་ཡོད་གི་དེ་རྗེས་ལ་ཆུ་ཚོད་བཅོ་བརྒྱད་ར་སྐར་མ་བཅུ་ཟིག་བཞག་ཡོད་གི། བ་དང་མོ་གི་ད། དེའི་ཚུལ་དེ་དག་དག་དག་དག་ཟེར་ག་ས་བོ་ཅིག་མ་ཆགས་ནས་ར་ད་ང་དེ་རང། འདི་ངའི་ད་ང་གཉིས་སྐད་ཆ་བཤད་རྒྱུ་གི་འདུག་གི། མཛད་རིམ་ད་ལྟ་འདི་གྲྭ་གསུམ་ལ་ཁ་སྐྱར་མ་ཐུག་ནོ། རྣམ་པ་ལྷན་གྱིས་ཚང་མ་ལ་ངས་སེམས་ཐག་ནས་དགོངས་དག་བྱེད་ཀྱི་ཡོད། ད་དེ་རིང་ངའི་བཤད་བྱ་ཚིག་ཟེར་ཟིན་ན། སྙན་ངག་པ་ཞིག་ལ་མཚོན་ན། ད་སྙན་ངག་པ་ཞིག་ལ་དགེ་བའི་འམ་སྤྱིའི་ཆ་རྐྱེན་ག་རེ་རེད་ཟེར་རྒྱུ་ད་འདི་མོ་གི་བླང་བཞག་ཟིག་ལ་ཁ། ད་ང་ཁ་ཆ་ཟིག་ཤོད་ཟིན་ན་དེ་ནས་ད། ངས་ད་བླང་བཞག་ཟིན་ན་ད་བཞོད་བཞག་ཟིན་ན་འདི་ད་སྙན་ངག་པ་ཞིག་ལ། ད་དགོས་བའི་འམ་སྤྱིའི་ཆ་རྐྱེན་ཟེར་རྒྱུ་ད་འདི་ལ་ཁ་ཆ་བཤད་རྒྱུ་ཡིན། དེ་འདི་འདིའི། བླང་བྱ་འདི་ལ་ག་ང་དམིགས་བསལ་ག་ཅིག་བསམ་བློ་གཏོང་ཡ་དང་ཅིག་སེམས་ནང་གྲ་འགྲིག་འགྲོ་དེ་འདྲའི་གི་དུས་ཚོད་དེ་ཙང་བྱུང་མ་སོང། ད་མདང་དགོང་ཡིན་ན་ངའི་བུ་མོ་གི་སྐྱེས་སྐར་ཟིག་དང་ཐུ་མོ་ཚོ་ཟིག་ལས། དེ་ནས་ད་ཅིག་མགོ་རུ་ཉལ་ཉལ་ཡ་ར་ཆུ་བོ་མགོ་རུ་ད་ནང་ཤོག་གི་ཡ་ལང་ཡ་ར་ཆུ་བོ་མགོ་རུ་ཐུ་མོ་ཚོ་ཟིག་ལས་ད། གང་ལྟར་དུས་ཚོད་མང་ཟིག་འཁྲིགས་དེ་ནས། ཐུ་མོ་ཟིག་ལས་རྣམ་པ་ཚོ་ལ་ཇག་ཟིང་པོ་ཅིག་བཟས་སོང།

སྙན་ངག་པ་ང་སྙན་ངག་པ་བྱེད་གི་ཡིན། ངས་སྙན་ངག་བཞེངས་གི་ཡིན་ངས་སྙན་ངག་འབྲི་གི་ཡིན། ཟེར་ནི་ཟིག་ཡིན་ན། ད་རང་ཉིད་སྙན་ངག་པ་ད་ཆགས་རྒྱུ་གི་ད་རེ་བ་ད་བསམ་བློ་དེ་འདྲི་ཞིག་ཆེན་པོ་ཡོད་མཁན་ཟིག་ཡིན་ན། ད་སྙན་ངག་པ་ཆགས་རྒྱུ་གི་སྔོན་འགྲོ་འདྲ་བོ་ད་སོང་ནས་ད། འོས་ལ་རང་གི་སྐད་ཡིག་ལ་དག་ཞང་བྱེད་པ་དགོས་རྒྱུ་ད་ལྟར་དུ་ཆ་རྐྱེན་དང་པོ་རེད། སྐད་ཡིག་ལ་སོང་ནས་ཞང་བྱེད་པ་སྐད་ཡིག་དཔེ་དེ་ཁོང་དུ་ཆུད་པ་ཟིག་མེད་པ་ཡིན་ན་འོ་ད་སྙན་ངག་ངས་ང་སྙན་ངག་དགའ་ངས་སྙན་ངག་འབྲི་གི་ཡིན་ཟེར་ན་ད་སྙན་ངག་དུམ་བུ་ད་སྙན་ངག་ཡག་པ་ཟིག་འབྲི་ཤེས་གི་མ་རེད་སྙན་ངག་ཏག་ཏག་ཟིག་སྙན་ངག་བྲིས་ན་རེད་སྙན་ངག་ཏག་ཏག་ཡག་པ་ཟིག་འཁྱོང་གི་ཡོང་གི་མ་རེད། དེ་འདི་ལྟ་སྐད་ཡིག་ལ་ཤངས་ཆེ་དཔའ་དོག་པོ་ག་རེ་བྱང་དགོས་ནུར་ཟེར་ན་ད། ད་སེམས་ཐག་ར་ད་འདི་མོ། དག་ཡིག་བོད་གི་བརྡ་སྤྲོད་གི་སྐོར། ད་བརྡ་སྤྲོད་གི་སྐོར་ག་རེ་ཡིན་ན་དེ་ནས་ད་ཅིག། བརྡ་རྙིང་འདྲ་འང་དེ་ནས་ད་ངོས་བཞོད་འདྲ། ཨ། འདུ་མོ་གི་དང་སྔོན་གྱི་ཁྱོད་རྣམས་ཀྱིས་མཛད་ཆོག་ནོ་གི། འོད་ཀྱི་སོང་ནི་ར་ཚིག་མཛོད་དྲ་འདུ་ཞིང་འདི་ཆེན་པོ་འདི་དག་ཡིག་ར་འདུ་མོ་འདི་དང་མ་ང་སོང་ནི་རོ་རྩ་ཚིག་ར་དག་ལོ་སོང་དག་ཡིག་ར་དུ་མོ་མ་ང་ཞང་དག་ཡིག་ར་དེ་ཤང་ཆིག་པ་བྱས། ཨ་ཏི། ད་བོད་ཀྱི་སོང་ནི་ར། དད་སྤྲོས་ཀྱི་གཞུང་ལ་ཤང་ཆིག་པ་བྱས་དི་ནི་ད་སོང་ནི་ར་ད་སུམ་ཅུ་བ་ར་ད་དག་འཇིག་ར་འདི་སོང་ནི་ར།

ཨ་དཀའ་ངལ་མང་ལགས་ཐད་ཀར་ཡང་ད་འདྲ་དུས་ཐལ་ཚོགས་སོང་ནས་འདྲ། དག་ཆ་མི་ཤེས་རྒྱུའི་ནས་འདྲ་དེ་ནས་ད་ཅིག་སེམས་ཐག་འགྲོ་སྟངས་དང་མི་མཐུན་རྒྱུ་ནས་འདྲ། དེ་གི་ད་སོང་ནས་འདྲ། ཚིག་ཁ་ཤས་ཀྱི་དོན་དག་མི་ཤེས་རྒྱུ་ནས་འདྲ་ད་གཏུམ་མོ་གི་སྙན་ངག་འབྲི་དགོས་དུས་ཐལ་ཚོགས་སོང་ནས་འདྲ་སྙན་ངག་འབྲི་དགོས་དུས་དོན་དག་གི་ལ་ཁ་དཀའ་ངལ་མ་འཕྲད་ལ་རང་གིས་འབྲི་དགོས་རྒྱུ་འབྲི་བྱེད་ཀྱི་ཚིག་གི་ལ་ཁ་ལ་དཀའ་ངལ་འཕྲད་ལས་ད་འབྲི་མ་ཐུབ་པ་ཡོད་དུས་ཐལ་ཚོགས་སོང་ནས་འདྲ་ད་དུང་སྙན་ངག་ཕྱི་ཟེར་དགོས་ཀྱི་རེད་འོད་ཀྱི་སྙན་ངག། སྙན་ངག་པ་ཚོའི་ཆགས་འཇོག་གི་སྔོན་འགྲོའི་ཆ་རྐྱེན་ཚང་ནས་བོད་ཀྱི་སྐད་ཡིག་ད་དུང་ཤེས་བཞིན་པ་ཟིག་སྦྱང་མ་ཐུབ་ནོ་ཤེས་བཞིན་པ་ཟིག་ད་མ་ཤེས་ནོ་གི་ད་དེ་གི་ཚིག་རྩི་གོ་རྗེས་ད་སྐྱོན་འགྲོ་བོ་དེ་ཆགས་པ་ནི་དེ་ད་ཚོ་ད་སྙན་ངག་པ་ཚོའི་ཆགས་ལ་ད་ངེས་བར་དུ་སོང་ནས་རང་གི་སྐད་དེ་ད་ཧང་སེམས་སོགས་པ་ཟིག་སྦྱང་དགོས་གི་རེད། རྩལ་བྱང་སྒོ་ཡི་རྒྱུ་མཚན་སྐར་གསུམ་ན་སྙན་ངག་ཟེར་རྒྱུ་འདི་ཁོ་སྐད་ཆ་གི་ཉིང་བཅུད་སྐད་ཆའི་སྡེབ་སྦྱོར་ལྷན་གསུམ་སོགས་པ་སྐད་ཆའི་སྒྱུ་རྩལ་གྱི་ལམ་ནས་དྲངས་བས་ད་སོང་ནི་སྐད་ཆ་གི་ཆེས་ཚད་གཞི་མཐོ་བོ་དེ་འདྲ་ཟིག་ཉིན་མཚན་ཡིན་དགོས་འདུག་དེ་ཡིན་ད་སོང་ནི

སྤྱི་ཡོངས་ཀྱི་སྐད་ཆ་བཤད་ཀྱི་འདུག་གི། སྐད་ཆ་མང་བ་ཟིག་ད་སོང་ནས་ད་དོ་སྣང་ཡེ་ལེ། དེ་གི་ད་ཅིག་སེམས་ནང་ཉར་ཚགས་ཡེ་ད་ནས་ད་སྔོན་གྱི་སོང་ནས་ད་ཆུའི་སྲོལ་རྒྱུན་གྱི་ཅིག་གཏམ་དཔེ་ཡེ་ད། དེ་གི་ད་སོང་ནས་ད་ཁལ་ད་འདི་ཅན་པོ་འདི། ལག་བཤད་ད་འདིའི་རིགས་འདི་ཅན་པོ་འདི་ཡང། འདི་ཆེན་པོ་འདིའི་རིགས་ལ་ཡང་དོ་སྣང་ཡེ་ལེ་བཞེང་བ་ཡེ་ལེ། སྤྱི་ཚོགས་སྟེང་གི་ད་ཅིག་དགའ་པོ་དག་གཏམ་ཁ་སྐྱེད་བྱེད་འདྲ་ཅིག་སྐད་ཆ་བཤད་ཤེས་མཁན་འདྲ་ཅིག་ཅི་ཟེར་དགོས་ཀྱི་རེད། སྟོན་བཤད་འདྲ་ད་འདི་མོ་འདི་ཆོས་ཅིག་འོན་ཆོས་སྤྱི་ཚོགས་ནང་ན་བཤད་པ་གི་སྐོར་མང་དགོས་ཀྱི་མོ་འདི་མོ་འདི་ཡི་གི་ད་སྐད་ཆ་གི་སྒྱུ་རྩལ་འདི་མོ་འདི་ལ་དོ་སྣང་ཡང་འདི་མོ་འདི་ཟེར་སྐད་ཆ་གི་ཅི་ཟེར་དགོས་ཀྱི་རེད། བཤད་ཚུལ་མི་འདྲ་བ་བཤད་སྟངས་མི་འདྲ་བ་མང་གཟུགས་ཀ་སོ་སོ་གི་བསྡུ་ལེན་འདྲ་བོ་ཡོད་ལས། འདི་ཡི་རྒྱུན་དུ་སོང་ཡང་སྙན་ངག་གི་སྐད་ཆ་གི་བྱང་ཚུལ་ཡར་རྒྱས་འགྲོ་རྒྱུར་ལ་ཕན་གི་ཡོད་འདུག་ཟེར། དེ་ཡིན་དུས་ད་གཟོད་ད་སྙན་ངག་ཟེར་རྒྱུ་འདི་ད་སྐད་ཆའི་ཡི་ད་ཚད་གཞི་མཐོ་བའི་ད་སྒྱུ་རྩལ་གྱི་ད་ཡི་ག་ཟིག་ཡིན་དགོས་འདུག་ད་བཅུད་ཀྱི་སྙན་ངག་ཀུ་ད་བསྟན་བཅོས་ཀྱི་སྙན་ངག་རྩོམ་ཡིག་ཡིན་ན་འདྲ། འདི་ནི་སྙན་ངག་འབྲི་བྱེད་ཀུ་དྭགས་གཞུང་ལུགས་ལྟ་ཆུ་ཡིན་ན་ད་སྔོན་མ་སྲོལ་རྒྱུན་གྱི་སྙན་ངག་སྲོལ་རྒྱུན་གྱི་སྙན་ངག་གཞུང་ལུགས་ད་མི་ལོང་མ་དང་ད་དེ་ལས་འཕྲི་འོས་ན་ད་སྙན་ངག་གཞུང་ལུགས་མ་གཟུགས། བ་དག་དང་སྙན་ངག་གཞུང་ལུགས་ཡིན་ན་འདྲ། སྤྱིར་བཏང་གི་དང། རྩོམ་རིག་རང་དང་སྙན་ངག་ག་རེ་ག་རེ་ཡིན། འདི་ཚོ་ཚང་མ་ག་རེ་ཡིན། སྐད་ཆ། སྤྱི་ཚོགས་སྟེང་གི་སྐད་ཆ། བྱེད་སྟངས་མི་འདྲ་བ། སྐད་ཆའི་སྒྱུ་རྩལ་གྱི་ཉམས་མི་འདྲ་བ། གཏི་མུག་མང་བ་ཟིག་ད་སོང་འདིར་ཕྱོགས་བསྡོམས་ཡོད་དེ་སྤྱིར་བཏང་ད་སྙན་ངག་གཞུང་ལུགས་ཟིག་གྲུབ་སྟངས་འདིར་སྙན་ངག་གཞུང་ལུགས་འདས་སོང་འདིར། རྒྱལ་ཁབ་དང་མི་རིགས་གང་དང་གང་ཡིན། མི་རིགས་སོ་སོ་གི

འདི་ཚོ་ཚང་མ་སོང་ནས་སྐད་ཆའི་སྒྱུ་རྩལ་རྐྱང་རྐྱང་རེད། འདི་ཚོ་ཚང་མ་ཤི་དགོས་རེད། ཡིན་ན་ད་སྙན་ངག་ཅིག་དེང་རབས་ཀྱི་རང་མིའི་སྙན་ངག་ད་བཞག་ན་ཟིག་ར་དེ་དགའ་ན་ཟིག་ར་དེ་འདྲ་ནི་རང་མིའི་སྙན་ངག་གི་རྩོམ་པ་པོ་ད་སྙན་ངག་པ་ཟིག་བྱེད་ཀྱི་ཡིན་ཟེར་ན། ད་ཅིག་དམིགས་བསལ་གྱི་སྲོལ་རྒྱུན་གྱི་ད་ཅིག་རྩོམ་རིག་ར་སྲོལ་རྒྱུན་གྱི་རྩོམ་རིག་གྱི་གཞུང་ལུགས་ར་ད་དེ་དུ་མུ་མཐུད་ཡིན་ཅིག་མི་ཉལ་ཅིག་བཞག་དགོས་ཡ་ཅིག་ཤི་དགོས་ཡ་ཡོད་ཀྱི་མ་རེད་ད། ཡིན་ན་ཡང། རང་མིས་སྙན་ངག་འབྲི་མཁན་ཡིན་ན་འདྲ། བཟོས་རྗེས་སྙན་ངག་འབྲི་མཁན་ཡིན་ན་འདྲ། ཁོ་སྙན་ངག་པ་ཟིག་ཡིན་ན་ད་རྩ་བས་སོང་བའི་མི་རིགས་ཀྱི་སྐད་ཡིག་ར་བརྡ་སྤྲོད་དུ་འདི་དཔེར་དེ་ལྟར་ཤེས་བཞིན་པ་ཟིག་བཞེངས་རྒྱུ་འདི་ཧ་ཅང་གི་གནད་འགག་ཆེན་པོ་རེད་འདི་ངེས་བར་དུ་དགོས་མཁོ་ཅན་ཟིག་རེད། ད་ནི་བདག་ཉིད་བ་དེ་ད་སྙན་ངག་པ་ཞིག་ཆགས་པ་ལ། ཁོ་སྙན་ངག་ལ་ད་ཨང་དང་པོ་དེ་ཆགས་རྐྱེན་ཨང་དང་པོ་ཟེར་ན་ད་སྙན་ངག་གི་ད་སྙན་ངག་པ་ཞིག་ཆགས་རྒྱུ་གི་སོང་ནས་ད་ཐོག་མར་སོང་ནས་དེ་རང་ཉིད་ལ་ཁ་གི་དེ་ལ་ཅིག་དགུན་ལྷུང་བཟོ་མ་མཐོང་སྐྱེ་ཡ་དེ་སྤྲོ་སྣང་དགོས་ཡ་དེ། གནས་ཀྱི་སྟོང་པོ་དེར་སྤྱིར་བཏང་གི་བདག་སོང་ནས་ཆུའི་བདག་ཆགས་སོགས་བཏང་གི་འཇིག་རྟེན་གྱི་ལ་ཁ་གི་རང་ཉིད་ལས་རིགས་གང་དང་གང་ལ་དགའ་ནུས་ན་རང་གིས་ལས་རིགས་གང་དང་གང་བྱེད་ཤེས་ནུས་ན་གང་བྱེད་ཐུབ་ནུས་ན་གང་བྱས་ན་འཇོན་ནུས་ན་སོ་སོ་གི་ནུས་བ་ར་དགའ་ཕྱོགས་ར་སེམས་ཁུ་མ་འཕྲོད་མི་འཕྲོད་རང་གི་མིག་བ་དང་བསྟུན་ནས་བདག་སོང་ནས་སྤྱིར་བཏང་གི་ལས་རིགས་ཡིན་ན་ཅིག་ཤ་ཆེ་ཟིག་ན་སོ་སོ་གི་དགའ་ཕྱོགས་དུ་གྱི་བླ་ཁ་འགྲོ་རྒྱུ་དེ་གནད་འགག་ཆེན་པོ་རེད། རང་ཉིད་ཀྱི་དགའ་ཕྱོགས་ཀྱི་བླ་ཁ་མ་སྲུང་ན། རང་ཉིད་ཀྱི་འཇོན་ནུས་དེ་མ་སྤྱད་ན། ད་རང་ཉིད་ཀྱི་དགའ་ཕྱོགས་མ་ཡིན་པའི་ལས་རིགས་གཞན་པ་ཟིག་ད་ཅིག་སློབ་སྦྱོང་ཟིག་ཡིན་ན་འདྲ་ཚེ་ཐང་གི་ལས་རིགས་ཟིག་ཡིན་ན་འདྲ། རང་ཉིད། རང་ཉིད་ཀྱི་མི་གཤིས་ནི་མང་བ་ནི་མི་འཇོན་ནི་རང་ཉིད་མི་དགའ་ན་ད་མི་དགའ་བཞིན་དུ་ད་སོང་ནས་སློབ་སྦྱོང་བྱེད་མི་དགའ་བཞིན་དུ་ལས་ཀར་བྱེད་ན་དེ་ལ་ཁ་ལས་ཀ་ཡིན་ན་འདྲ་སློབ་སྦྱོང་ཡིན་ན་འདྲ་དེ་ལ་ཁ་གྲིམ་འགྲིག་བཟང་སུ་ཐོན་པ་ཟིག་གྲིམ་འགྲིག་ཧན་སུ་ཟོག་པ་ཟིག་ད་ལོན་རྒྱུ་ཁག་པོ་ཡིན་དེ་ཡིན་ད་དོ་ད་གཙོ་བོ་རང་ཉིད་སློབ་སྦྱོང་ཡིན་ན་རང་ཉིད་ལ་དགའ་ཕྱོགས་ཀྱི་སློབ་སྦྱོང་དེ་འདམ་རྒྱུ་དེ་གནད་འགག་ཆེན་པོ་རེད། ཨ་ཏི་ཀ་དང། སྙན་ངག་པ་ཟིག་ན་རང་ཉིད་གཙོ་བོ་སོང་སྙན་ངག་ལ་དགའ་དགོས་པ་ཡིན། སྙན་ངག་ལ་མི་བ་སྤྲོ་སྣང་ཡོད་དགོས་རེད། སྤྲོ་སྣང། སྤྲོ་སྣང་ཡོད་པ་ཡིན་ན་ད་ཁོ་སྤྲོ་སྣང་ཅི་ཡི་དབང་གིས་ད། ད། དེ་ཚོའི་ནམ་ཁོ་མེད་ན་ཁོ་ཅིག་སྙན་ངག་གསོན་རིག་མང་བ་དག་ལོག་རྒྱུ་ར།

རང་ཉིད་དེ་ལ་སྤྲོ་བ་ཡོད་ནུས་པ་ཡོད་དོ་སྣང་ཡོད་དགོས་དོ་སྣང་དེ་ཡང་རང་ཉིད་སྙན་ངག་ལ་སྤྲོ་བ་ཡོད་དེ་ཡང་སྤྲོ་བ་དེ་མ་ཉམས་པར་ཁོ་སོང་ནས་རེད་མུ་ནས་མུ་མཐུད་ནས་ཁོ་མི་ཚེའི་ལོ་སོང་ནས་རེད་དར་རྒུད་ཀྱི་གོ་རིམ་གྱི་ཁྲོད་ནས་ད་རང་ཉིད་ལ་གཞོན་སྐྱེས་ནས་རྒན་པའི་བར་དུ་མུ་མཐུད་དུ་རང་གི་མི་ཚེ་གོང་མར་སྤྲོ་སྣང་དུ་རྒྱུན་བསྐྱངས་ཐུབ་སོང་ཡོད་ན། ད་དེ་ལས་ཀྱང་ད་ཧན་སུམ་ཚོགས་པ་ད་མྱ་ངག་ཡིན་ན་མྱ་ངག་ད་འབྲི་ཡ་ར་ལ་ཀ་ད་ཁོ་གྲིམ་འགྲིག་བཟོ་མ་སོང་ན་གང་ལ་གང་འཚམ་གཡོག་པོ་ཐོན་གི་རེད་བསམ་གི་ཡོད་དེ་ཡིན་ད་ཚོ་མྱ་ངག་ལ་དགའ་རྒྱུ་འདི་ད་ཧ་ཤི་གི་ཆ་རྐྱེན་ཨང་དང་པོ་ག་རེ་ཟེར་དགོས་ཀྱི་ཆ་རྐྱེན་ད་ཆ་རྐྱེན་གི་ནང་གི་ཡང་ཆ་རྐྱེན་ད་མེད་དུ་མི་རུང་བ་དུ་མོ་ཆགས་ཀྱི་ཡོད་གི། ད་ནི་རྟགས་ཟིན་པ་དེ་དག་སྙན་ངག་པ་ཟིག་ཡིན་ན་སྙན་ངག་པ་ལ་སྙན་ངག་པའི་རང་གཤིས་དེ་དག་དེང་རབས་ཀྱི་ད་རྩོམ་རིག་གི་ནང་ན་སྙན་ངག་པའི་རང་གཤིས་ཟེར་ནས་དུ་མོ་གི་ད་ཡང་སྙན་ངག་པ་རང་ཉིད་ལ་འཛོམས་དགོས་པའི་ཁྱད་ཆོས་ཀྱི་སྐོར་ཟིག་གསུང་དགོས་ནོ་དེར་ད་འདི་ཅང་མི་འདི་ཡིན་ན་ཆུ་ངོ་མ་གི་སྲོལ་རྒྱུན་གྱི་སྙན་ངག་ནང་ན་མིག་ཟུག་གི་སྙན་ངག་པའི་རང་གཤིས་ར་དེ་ཅང་མིག་ཟུག་གི་དེ་འདྲའི་ད་གསལ་དུ་དུ་ནི་དེ་འདྲའི་རིགས་ལམ་འཛིན་ན་ད་དེ་འདྲའི་བཤད་སྟངས་ཅང་མེད་ཀི་མ་ཡོད་ཡོད་ཡོད་ཡོད་མ་རེད་མ་གཏོགས་སྤྱིར་བཏང་གི་ད་གོ་སོང་ནི་རེད།

ད་ང་སྙན་ངག་པ་ཞིག་ཡིན་བསམ་རྒྱུ་དེ་བས་སོ་སོ་སོ་སོའི་སྙན་ངག་གི་དབྱེ་མཁན་གཟིགས། དབྱེ་མཁན་དེ་སོ་སོ་གི་ད་རྣམ་འགྱེད་ཕྲག་ཏུ་ཁུར་ནས། ད་སྤྱི་ཚོགས་སྟེང་གི་ད་གནད་དོན་ཆེ་ཕྲ་ཆུང་གསུམ་ད། ད་ཐུ་བོ་ནི་ད་སྨྲ་བ་སྤྱིར་བཏང་གི་ཉེས་བྱས་དྲག་པ་གི།

དེ་ནས་ད་སྙན་ངག་པ་ཞིག་ལ་མཚོན་ན་སྙན་ངག་གི་ཚོར་བ་དེ་ག་འདྲ་ཅིག་ཡོང་གི་འདུག་ཟེར་ན། ད་སྙན་ངག་གི་ཚོར་བ་ཟེར་རྒྱུ་འདི་སོང་ནས་རེད། ཆུའི་ཉི་ཟིག་གི་སོང་ནས་རང་གི་ཕྱི་གི་གཟུགས་མཐོང་ཕུང་བོ་གི་དར་རྒུད་དང་ཡང་ན་ནང་གི་སེམས་ཁམས་ཀྱི་འགྱུར་ལྡོག་གི་འཕེལ་རིམ་དེ་འདྲ་ཟིག་ལ་ཁ་ནས་ཡོང་གི་ཡོད་འདུག་ཚོར་བ། སྙན་ངག་ཟེར་རྒྱུ་འདི་ཚོར་བ་རེད་ཚོར་བ་ཟེར་རྒྱུ་འདི་སོང་ལུས་ཀྱི་སོང་འགྱུར་ལྡོག་གི་ལ་ཁ་ནི་ལུས་སེམས་ཀྱི་འགྱུར་ལྡོག་གི་ལ་ཁ་ནི་ཡོང་གི་ཡོད་དུ་མ་ཟད་དེ་ཡིན་ན་ད་ད་ཆུ་ཕྱིར་བཏང་གི་ཉིན་ཟིག་ལ་དཔེ་བླངས་ན་ཆུང་ངུ་ཟིག་རེད་ཟེར་ན་ད་ཉིན་ཟིག་སོང་ནས་ད་ཁོ་སོང་ནས་ཤ་ཡིག་གི་ད་གོ་རིམ་ནི་ད་ཡར་ད་ལོ་ཅི་ཁ

ཧ་ཅང་གི་ཚོར་བ་ཡོད་སྐབས་ལ་ད་ཁོ་སྙན་ངག་བྲིས་ན་ར་ད་སྙན་ངག་གི་ཚོར་བ་ཧ་ལས་པ་ད་ཤུགས་ཆེན་པོ་ཡོང་གི་ཡོད་ན་ར། དེ་སྙན་ངག་ཅིག་པོ་ཡིན་ནི་མ་རེད་སོང་ནས་ར་སྤྱིར་བཏང་གི་སེམས་ཁམས་རིག་པ་བས་ལ་ཁ་གི་སོང་ནས་ར་ཆུའི་མྱི་གི་འགྱུར་ལྡོག་ཟེར་ན་མྱི་གི་འཕེལ་འགྲིབ་ཟེར་ན་འདི་མྱི་གི་སེམས་ཁམས་གི་ནང་གི་སེམས་ཁམས་བསམ་བློ་གི་འཕེལ་འགྲིབ་ཀྱི་འགྱུར་ལྡོག་དང་གཟུགས་གཞི་གཟུགས་པོ།

བདུན་ཚེས་བརྒྱ་ཆ་ནི་རྒན་འཁོགས་ཆག་ག་ཆག་ག་འདི་བཤད་སོང་ནས་བཅུས་མི་གཟིགས་པ་སོང་ནས་མི་ཚེ་གི་བརྒྱུད་རིམ་གྱི་འགྱུར་ལྡོག་གི་ལ་ཁ་གི་ད་བསེ་མ་འདི་ཞིག་འགྱུར་ལྡོག་ཐེབས་དགོས་ནས་ཐེབས་ཡོད་ད་ཅི་རིམ་པ་ལྟར་དེ་འགྲོ་དགོས་ནས་དེ་ཡིན་ད་ཚོ་ད་རྒན་པ་ཆག་སོང་ན་ད་རྒན་པའི་ནང་ན་སྙན་ངག་མཁན་མང་མེད་ནོ།

དེང་སང་གི་ད་ཅིག་ཆོས་རྗེ་ཐོག་དང་གོ་བའི་ཕྱི་ནང་གང་ཡིན་ན་ར་སྙན་ངག་འབྲི་བ་ནི་མང་ཆེ་ཤས་སོང་གཞོན་གཞོན་ཆགས་གོང་ཕར་ཟིན་ན་གཞོན་གཞོན་གྱི་སྐབས་ལ་སོང་ནས་ད་ཧ་ཅང་སེམས་ནང་ན་ཚོར་བ་མིག་སེར་བ་དང་ཚོར་བ་མི་འདྲ་བ་དང་ཚོར་བ་རྣོ་བོ་ཡོད་མེད་སྟབས་ཀྱི་སྙན་ངག་འབྲི་བ་ནི་དེའི་མཐའ་ཚོར་སྙན་ངག་ད་གཞོན་གཞོན་སྐབས་ལ་སོ་སོའི་སྙན་ངག་དགའ་ན་ཟིན་ན་སོ་སོ་གི་སྙན་ངག་འབྲི་རྒྱུ་འདི་ད་སོ་སོ་གི་ལོ་ཚོད་ཀྱི་ཆུ་སེར་དགོས་རྒྱུ་རེད་དུས་ཚོད་འདི་དམ་འཛིན་ཡེ་འདི་དང་ད་བཞེངས་སྙན་ངག་ད་གཞུང་ལུགས་ཡག་ཏུ་མ་བཞེངས་སྙན་ངག་སྙན་ངག་མན་ངག་ཅིག་འབྲི་ཀློག་ར་སྤེལ་ཡོད་པའི་དུས་དང་དེའི་རྒྱུ་གལ་ཆེན་པོ་རེད་དེའི་ཐད་སོགས་དང། སྙན་ངག་ཕྱི་ཟེར་དགོས་ཀྱི་རེད། སྙན་ངག་པ་ཟེར་རྒྱུ་འདི་ལོ་ཚོད་ར་ནང་གི་སེམས་ཁམས་ར་འདི་འགྱུར་ལྡོག་ལ་གོ་རག་ལས་དགོས་ནི་ད་གཞོན་གཞོན་ཡིན་ད་ཚོ་སྙན་ངག་མན་ངག་འབྲི་ནི་དེ་ནི་ད་ཡ་ར་དར་མ་ཡིན་དུས་ད་ཚོ་ད་སྤྱིར་བཏང་གི་ད་སྙན་ངག་མ་ཡིན་པའི་ད་ཅིག་རྩོམ་རིག་གཞན་པ་འབྲི་ནི་དེ་ནི་ད་ཡ་ར་རྒན་པ་ཆགས་ཀ་ཆགས་ཀ། ད་ཅིག་ལོ་རྒྱུས་ར་ད་ཅིག་སྤྱི་ཚོགས་སྟེང་གི་ཉམས་མྱོང་ར་དུ་མ་གུ་ཡངས་ལྡན་ཅིག་གཞན་པ་བྲིས་ནས་དེ་ཤེས་སོང་ནས་ར། ཚེ་ཟེར་གོ་ལོ་རིམ་གྱི་ལ་ཁ་བའི་སོང་མི་འདྲ་བ་མི་འདྲ་འདྲ་གི་ནང་དུ་ཟུག་སོང་ནས་ར། ཉིད་ཀྱི་སེམས་ཁམས་འགྱུར་ལྡོག་ཐེབས་ཀྱི་འདུག་ཉིད་ཀྱི་སེམས་ཁམས་འདི་ཡང་སོང་ལུས་ཀྱི་འགྱུར་ལྡོག་ལ་བརྟེན་ནས་ད་འགྱུར་བ་འགྱུར་གྱི་འདུག་ད་དུ་མ་བྱུང་གི་ཡོད་བསམ་གི།

འབྲི་རྒྱུ་དེ་སྙན་ངག་ཟེར་ན་ད་སྙན་ངག་བཞེངས་ཡོད་གོ་རིམ་གྱི་སྐབས་ལ་སྙན་ངག་བཞེངས་ཡོད་ད་རིམ་པ་གྱི་སྐབས་ད་སོ་སོ་སྙན་ངག་འབྲི་དགོས་ད་སྙན་ངག་གི་ད་སྙན་ངག་གི་མེ་ལོང་མ་ལྟ་བུ་སྙན་ངག་གི་གཞུང་ལུགས་མེ་ལོང་མ་ལྟ་བུ་ཟིག་བཞེངས་དགོས་ནི་ཟིག་ཡིན་ན་ད་དེ་ནང་གི་དཔེ་གཞི་དེ་གབ་ཏུ་གབ་ཏུ་ལ་བཞག་དེ་གི་ད་སྙན་ངག་རེ་རེ་གི་ད་ཆི་ཟིག་དགོས་ཀྱི་རེད་ངེས་འཛིན་རྒྱན་རེ་སོ་སོ་སོ་སོ་གི་ཁྱད་ཆོས་རེ་ཐུ་མོ་དུ་ངེས་འཛིན་ཡོད་རྒྱུ་རེད་དེ་གི་ད།

ད་ལྟ་སྙན་ངག་འབྲི་འདི་ཟིག་ན་ད་སྙན་ངག་གི་ལས་གཏོང་བ་ཟིག་ད་ཐོག་མར་སོང་ནས་སྙན་ངག་ལ་ད་འགོ་འཛུགས་མཁན་ཟིག་ཡིན་ན། ད་ཅི་ཟེར་དགོས་ཀྱི་རང་གི་ད་ཅི་ཟེར་དགོས་ཀྱི་གཞན་ལ་དཔེ་མ་སྐྱེལ་ཏེ་ད་རང་ཚུགས་ཐུབ་པ་རང་གི།

ད་ང་ལྟ་བུ་ཡིན་ན་འདི་ཡི་ད་སྙན་ངག་མཁན་སྐད་གྲགས་ཆེན་ཧོར་གཙང་འཇིགས་མེད་མཁས་དབང་ཧོར་གཙང་འཇིགས་མེད་ཀྱི་གྲོགས་པོ་ཟིག་ཡིན་ཕ་ཡི་གཅིག་པ་རེད་ཡིན་ད་ཁོང་གི་ད་སྙན་ངག་ཧ་ལས་བ་ད་སྙན་ངག་གཡོག་པ་འདི་རེད་ད་ཚང་མ་གི་ཤིང་གི་རེད་འོང་ད་ཧོར་གཙང་འཇིགས་མེད་ཀྱི་ད་སྙན་ངག་ཧ་ལས་བ་ཡག་པ་འདི་རེད་ད་ངས་ད་དེ་འདྲ་བོ་འབྲི་གི་ད་འབྲི་གི་ཡིན་ཟིན་ད་ང་གཉིས་ཀྱིས་མཚམས་མཚམས་མཉམ་པོ་སྐད་ཆ་རེ་བཤད་དགོས་གཏུམ་མོ་ད་སོ་སོ་ཨུ་ཆུང་གི་ད་ནས་ད། སྔོན་མ་སོ་སོ་ད་སྙན་ངག་རང་བའི་སྐབས་དེར། ད་དེ་ལྟ་བུ་ཡོང་གི་དེ་ན་ད་རྩ་བ་ཉིད་ནས་ད་ཡོང་གི་མ་རེད་ད་སྙན་ངག་ཡོང་ཁོ་ན་འདྲ་ཞིག་གི་མ་རེད་འདྲི་མ་ཤེས་ན་ད། ད་རང་གིས་རང་གི་ཁུར་འདྲ་བོ་ཆད་ལས་ད་འོ་ད་ངས་སྙན་ངག་འབྲི་མི་ཤེས་ད་ང་ངོ་ནས་སྙན་ངག་པ་ཟིག་ཡོང་རྒྱུ་མ་རེད་ད་སྙན་ངག་འདྲ་འབྲི་ཐུབ་ས་མ་རེད་བསམ་ནས་ད་སོ་སོ་སོ་རྦད་དེ་ད་སེམས་ཁོ་ཐག་འདྲ་བོ་ཆད་ལས་དེ་བྱས་ད་སྙན་ངག་འདྲ་ཡོང་གི་མ་རེད་བསམ་ནས་དེ་བྱས་ད།

དེ་སྐབས་ཐོག་ཐ་དེ་ཡིན་ན་སོ་སོ་ད་ཅིག་བསམ་བློ་ཡག་པོ་མ་སྨིན་ནོ་ད་ཤ་ཡིག་གི་བསམ་བློ་འདྲ་བོ་ཨ་ཏི་མོ་ཟིག་ར་བསམ་མེད་ད་སུ་སོ་སོ་ཅིག་འགྱོད་པ་ཅིག་བྱེད་ཏི་མོ་ཟིག་དེ་ཡིན་ད་ཚོ་ད་ཨང་ད་སྙན་ངག་བཞག་ན་ཟིག་ཡིན་ན་ད་ཐོག་མར་ཅིག་དཀའ་ངལ་འཕྲད་ལས་ཅིག་འབྲི་མི་ཤེས་ནི་ཏི་མོ་ཡིན་ན་ཨོ་ད་ངས་ཀྱང་ཤེས་གི་མ་རེད་ཤེས་ཀྱི་མ་རེད་བསམ་ནས་སུ་སོ་སོ་ཧོ་པ་ཤི་མི་དཔའ་འགྲོ་ཤི་མི་ཟིག་གི་སེམས་ཁོ་ཐག་འདྲ་བོ་ཆད་ཀྱི་ཡོད་འམ་མུ་མཐུད་དུ་ཧུར་བརྩོན་འབད་བརྩོན་བྱས་ནས་སྤྱིར་བཏང་གི་ཆོས་གི་ད་རྩོམ་རིག་གི་སྐོར་ཡིན་ན་འདྲ་ཆོས་རིག་གནས་ཀྱི་སྐོར། ང་འདི་བཞེངས་ནས་རིག་གནས་བ་ཟིག་རེད་ཅིག་རིག་གནས་བཞེངས་མཁན་ཟིག་ཡིན་ན་འདིས་རིག་གནས་བཞེངས་ནོ་གི་གྲུབ་འབྲས་འདི་ལས་སླ་བོ་ཡོང་གི་མ་རེད། ད་སྤྱིར་བཏང་གི་ཅིག་ལུས་ངག་གི་རྩལ་འདྲ་བོ་དང་ཅིག་ཞུ་ལག་རྩལ་གྱི་རིགས་རེད་ད། སྤྱིར་བཏང་གི་ཅིག་རྩལ་གཞུང་འདྲ་ད་ཅིག་འདི་མོ་འདི་ཡིན་ན་ཁོ་ལམ་སང་ལམ་སང་བཞེངས་ན་ཁོ་གྲུབ་འབྲས་དེ་ལམ་སང་ལམ་སང་ཐོན་ནུས་ཐུབ་མོ་ཟིག་རེད། ཆུ་སེམས་ཀྱི་བསམ་བློ་གི་གཞུང་འདིར་རིག་པ་གི་གཞུང་འདིར་རིག་ལམ་གྱི་གཞུང་འདིར། འདིའི་རིགས་འདི་སོང་ནས་བཞེངས་བ་ཡིན་ན་ཁོ་ལས་སླ་བོ་ཟིག་རེད་ཅིག་རྐང་མགྱོགས་མགྱོགས་ཟིག། ད་གྲུབ་འབྲས་དེ་སླེབས་ཐུབ་ཀྱི་མ་རེད་དེ་མཐའ་སོགས་དེ་མ་སླེབས་པ་ཡིན་ན་དེ་ལ་སེམས་གཤིག་ཆགས་རྒྱུ་ཁོ་ཆད་རྒྱུ་ད་ལྟ་ཡིད་ཐང་ཆད་རྒྱུ་དེ་ཡོད་པ་མ་རེད་ཁོ་བཞང་གི་བཞང་གི་བཞང་ལུག་གི་གྲུབ་འབྲས་དེ་ལོ་བྱེ་ཁ་ཉིས་ཤུ་སུམ་ཅུ་བཞི་བཅུ་གི་བཞི་ལ་ག་ལེའི་ངོས་ནས་ཡོང་ནས་དུ་མ་ཟིག་འདུག་དེ་མཐའ་སོགས་ད་སེམས་གཤིག་མ་ཆགས་སྙན་ངག་པ་ཟིག་ན་མུ་མཐུད་དུ་སྙན་ངག་འབྲི་མཁན་ཟིག་ན་སྙན་ངག་བྲིས་བཞང་མཁན་ཟིག་ན་བཞང་ད་རྩོམ་པ་པོ་ཟིག་ན་ཁོ་མུ་མཐུད་དུ་རྩོམ་འབྲི་རྒྱུ་འདི་ངས་དགེ་རྒྱ་ཚུན་ན་གལ་ཆེན་པོ་རེད་སྤྱི་ཚོགས་ཀྱི་ཚུན་ན་ཧ་ཅང་གི་གལ་ཆེན་པོ་རེད། ཨོ་ད་ནི་ད། དེ་རང་ང་བགྲོ་གླང་ང་དུས་ཐོག་མར་ཞིག་མ་ཐུབ་པ་ད་ཆུ་བོ་ཆགས་སོང་མི་སྟངས་ལ། ད་ད་ནྡ་ཡང་ངས་བགྲོ་གླང་གོ་སྒྲིག་བཀའ་བའི་དུས་ཚོད་ལྟར་དུ་ད་ར་དགའ་ལས། མ་གཟིགས་ཕལ་ཆེར་འགྲོ་ཡོད་ས་རེད་དེ་ཡིན་ད་ཚོ། ད་སྟོང་ཅིག་བཤད་དགོས་བསམ་སོང་ད་ད་ཡིན་ན་ད། འདི་ནས་མཚམས་བཞག་སྟངས་ན་ཡག་རྒྱུ་རེད་ད་ངས་མ་གཟིགས་བོད་ནང་ནས་ཧ་ཅང་གི་ཆུ་བོ་རེད་མ་གཟིགས་སྒུག་ད་ཡོད་རྒྱུ་རེད་ད་ཡིན་ད་ཚོ། ད། སྤྱིར་བཏང་གི་སོ་སོའི་ལ་དྭགས་ཅང་ཤེས་དྲ་དུམ་མི་ཤེས་ནུས་ཀྱི་སྟངས་ལ། དེ་རང་གི་བགྲོ་གླེང་བགྲོ་གླེང་འདྲ་བོ་དག་ཅིག་སྐད་ཆ་བཤད་ནོ་འདིའི་ནང་ན་རྣམ་པ་བཟོ་ལ་ཆིག་མིག་ཟིག་གི་བློ་སྐྱེད་རག་ཡ་ཟིག་ར་ཅིག་ཐུགས་ཕན་ཟེ་ཡ་ཟིག་ཅང་ཡོད་མ་རེད། སྤྱིར་བཏང་གི་མི་ནུས་ལ་ཁ་དེ་རང་ཅང་འདི་བཤད་རྒྱུ་ར་དུམ་དེ་ཅིག་སྔོན་ན་བསམ་བློ་གི་གོ་སྒྲིག་འདྲ་བོ་དེ་འདྲའི་ར་ཅང་བྱུང་ཐུབ་མ་སོང་ད་རང་སེམས་ནང་ནས། གཅིག་ཤར་ཚད་ཚིག་མ་ར་རྣམ་པ་ལྷོ་གཅིག་ཤི་ཤག་ནོར་དེ་ཡིན་ཅིག་ནང་ན་དག་མ་བཏགས་པ་མ་འགྲིག་པ་དག་དེ་འདྲའི་ཁྲག་ནུ་ར་དག་ཡོད་རྒྱུ་རེད་ཡིན་དེ་ཚོ་རྣམ་པ་ལོག་དགོངས་དག་ཞིག་ཡོད། ད་ནི་འདི་ནས་མཚམས་འཇོག་གི་ཡིན། ལྷན་རྒྱས་ཚང་མ་ལ་ཐུགས་རྗེ་ཆེ་ད་ད་ནི་ད་ཉི་མ་གཉིས་ཡས་ད་འདི་ནང་ལ་བསྡད་པ་རེད་ད་ནི་ད་རྣམ་པ་ཚོ་གོང་ན་དག། ད་རྩེད་མོ་རེད་དུ་མོ་མང་རྩེད་ཡོད་ས་རེད་དུ་ནས་ད་སྒྲོ་ལངས་མང་གནང་ས་རེད་ད་ཁར་སང་གོང་ནས་ཁ་ཤིག་ཏུ་ཉན་ཐང་ད་ནས་ཀྱི་མན་ཆད་ལ་ཉན་ཐུབ་མ་སོང་འོ་ད་དུས་ཚོད་དུང་བ་གྱི་མུ་ཐུད་དུ་ཉན་གི་ཡིན་འོ་བཀྲ་ཤིས་བདེ་ལགས་ཚང་མ་སྐུ་ཁམས་བཟང་དུ་མཚམས་འཇོག་གི་ཡིན་ཐུགས་རྗེ་ཆེ།